བྲག་དཀར་སྤྲེལ་རྫོང་ནས་ཁོང་རྣམ་པ་ཁ་ཤས་ཅིག་གིས་འཕྲོད་བསྟེན་གྱི་སྐོར་ལ་སྐད་ཆ་ཚིག་ཁ་ཤས་ཅིག་བཤད་དགོས་གསུངས་ནས་བཀའ་གནང་བྱུང། དེ་ནས་དུས་ཚོད་ཀྱི་རྐྱེན་པས་དུས་ཐོག་ཏུ་བཤད་ཐུབ་མ་སོང་ཡིན་ན་ཡང་ད་རེས་དེ་རིང་གི་གོ་སྐབས་ལ་དུས་ཚོད་ལ་གོ་སྐབས་ཀྱི་ཡོད་དུས་དེ་ནི་ཁོང་རྣམ་པ་གི་རེ་བ་སྟེ། གང་ཐུབ་ཡ་དྲང་བོ་ཡོད་མ་རེད་དེ་ནི་དེ་ནི་ཁྱེད་དྲན་བྱུང་ནས་ཚིག་ཁ་ཤས་ཅིག་ཞུས་རྒྱ་ན་དྲན་བྱུང། དེ་ནི་འཕྲོད་བསྟེན་ཟེར་རྒྱུ་དེ་ལུས་ཀྱི་འཕྲོད་བསྟེན་དང་སེམས་ཀྱི་འཕྲོད་བསྟེན་རྣམ་པ་གཉིས། ཡོད་རེད་གསུངས་བྱུང། དེ་ཡོད་ཡོད་ས་རེད། དེ་ནས་ལུས་ཀྱི་འཕྲོད་བསྟེན་ཟེར་ག་ཞིག་ན། དེ་ནས་རང་རང་སོ་སོ་གི་ལུས་པོ་གི་བདེ་ཐང་དེའི་ཆེད་དུ་ཟས་དང་སྤྱོད་ལམ་དེ་ཚོ་གཟབ། དེ་ནས་ལུས་པོ་བདེ་ཐང་ལ་ཕན་ཐོགས་ཡོད་པའི་ཟས་དང་སྤྱོད་ལམ་དེ་ཚོ་བསྟེན། ད་དེ་འདྲ་བྱས་པ་དེ་ལ་བརྟེན་ནས། ལྷ་གང་ལ་གང་འཚམ་གཅིག་གི་ལུས་ཀྱི་འཕྲོད་བསྟེན་དབང་ཤུགས་ཡོད་ས་རེད། དེ་དེ་གི་ནང་ནས་ལྷག་པར་དུ་དེ་ནི་ཕན་ཚུན་གཅིག་གིས་གཅིག་ལ་འགོས་འགྲོ་བཞིན་གི་ད་འགོས་ནད་དེ་ནི་ང་ཚོའི་བོད་ལ་ད་ལྟ་གློ་གཅོང་གི་ན་ཚ་དང། དེ་བཞིན་དུ་ཁྱིམ་བག་གི་ན་ཚ་དང། ད་དེ་ཚོ་ཁྱབ་བརྡལ་ཆེན་མོ་འགྲོ་འདུག་ཞུས་ཡོད་རེད་དེའི་རྒྱུན་དུ་ཐུམ་འབུའི་ནད་དེ་ཚོ་ཁྱབ་བརྡལ་ཆེན་མོ་འགྲོ་ཞུས་ཡོད་རེད། ཨ་དེའི་རྒྱུ་རྐྱེན་གཙོ་བོ་དེ་ནི། ཕྱུགས་གཞན་དེ་ལ་གློ་གཅོང་གི་ན་ཚ་ཡོད་པ་ཕྱིས་གཞན་དུ་ཡང། དེ་ནི་ང་ཚོའི་ཕ་ཁོ་གཞིག་སྔ་སོ་ལ་ཕོར་པ་དང་ཐུར་མ་དེ་ཚོ་འཛེམ་བཞག་ན། ད་གནོད་འགྲོ་རེ་བྲེལ་འབྲེལ་འདྲ་གཅིག་གི། དེ་ནི་ཁོ་ལ་གནོད་དོ་ཞེས་ནས། གཏན་ནས་མ་འཛེམས་ནས་ཕོར་པ་མཉམ་དུ་བྱེད་ཐུར་མ་མཉམ་དུ་བྱེད་དེ་འདྲའི་བཟོས་ཀྱང་འགྲིག། དེ་ནི་ན་ཚ་དེས་ཁྱབ་བརྡ་ཆེན་པོ། ལྷག་པར་དུ་ལྷོ་བྲག་དང་དེ་ནི་དགོན་པ་བཤད་གྲྭ་དེ་ཚོ་གི་ནང་ལ་འགུལ་ཚབས་ཆེན་པོ་རེད་འདུག་གི། དེ་ནི་གྲོང་གསེབ་དེ་ཚོ་ལ་ཡང་དེ་ནི་ཁྱབ་བརྡ་ཆེན་པོ་འགྲོ་འདུག་ཅུ་དེ་འདྲ་ཅིག་རེད་འདུག་ཡོད་རེད་དེ་དེ་ཡིན་དུས། ཕྱོགས་གཞན་གཅིག་ནས་མི་ལ་གནོད་དོགས་བྱེད་རྒྱུ་གི་བསམ་བློ་ཡོད་རྒྱུ་དེ། ཡར་མོ་ཅི་རེད་བལྟས་ན། དེ་ནས་ན་ཚ་དེ་གི་རང་གི་ལུས་ཀྱི་བདེ་ཐང་ལ་མི་ཚེ་གཅིག་གི་རིང་ལ་དེ་གནོད་པ་ཆེན་པོ་ཅིག་བྱེད་ཀྱི་ཡོད་དུས། དེ་ནས་དེའི་གོམས་གཤིས་ཀྱི་རེད་མ་གཏོགས་གོམས་གཤིས་འཇགས་སོང་ན་ཁོ་རང་ལ་ན་ཚ་ཡོད་པ་ཤེས་ནས་དེ་རང་གི་འགུལ་སྡོང་བྱས་པ་གིས་ཁོ་མི་དགའ་འགུལ་སྡོང་དང་དེ་ནས་ཁོ་གནོད་འགྲོ་རྒྱུ་དང་ཁོ་ངོ་ཚ་འགྲོ་དགོས་རྒྱུ་གང་ཡང་ཡོད་མ་རེད་དུས། དེ་ནས་དེའི་གི་གོམས་གཤིས་དེ་སྤིས་ཚེ་བཞུར་ནས། དེ་ཚང་མ་རེད། བློ་སྐྱོང་གི་ན་ཚ་ཡོད་མཁན་དེ་ཚོ་དང། དེ་ནས་མཉམ་དུ་ཕོར་པ་མཉམ་དུ་བཤད་རྒྱུ་ཐུར་མ་མཉམ་དུ་བཤད་རྒྱུ་ལ་སོགས་པ་དེ་ཚོ་ལ་པིག་ཚེ་གཟབ་གཟབ་བཟོ། དེ་ཡང་ཁོ་ལ་མ་གུས་པས་མ་ཡིན་པ། དེ་ནི་ཁོ་ལ་བྱམས་སྐྱོང་དང་གུས་པ་ཡོད་ལུས་དགོས་རེད་དེ་ནི་རང་ལ་ན་ཚ་དེ་མ་འགོས་པ་བྱེད་རྒྱུ་དེ་གལ་ཆེན་པོ་རེད། དེ་གཞན་དུ་ཐུམ་བུའི་ནད་དང་མཆིན་པའི་ནད་ལ་སོགས་པ་དེ་ཚོ་ཡང། དེ་ནས་བློ་སྦྱོང་གི་ན་ཚ་གནས་མཁའ་དབུགས་ཀྱི་རྒྱུད་ནས་གླང་འབག་གི་རྒྱུད་ནས་འགུལ་འགྲོ་ཅིང་འདི་ནི་འགུལ་རྒྱུ་ལས་སླ་པོ་ཅི་རེད། དེ་ནི་དེ་མ་ཡིན་པ་མཁྱིན་པ་དང། ཐུམ་འབུའི་ནད་དེ་ཚོ་ནི་ཤེས་རིག་གི་རྒྱུད་ནས་འགུལ་འགྲོ་ཅིག་ཅིག་འདི་རེད། དེ་ཡང། དེ་ནི་འགུལ་སླ་མོ་ཅིག་རེད་དེ་ཡོད་རེད་དུས་ཚང་མ་གི་དེ་ཚོ་ལ་གཟབ་གཟབ་བྱེད། དེ་ནི་ཐིག་བསྟན་དུ། དེ་ནི་དེང་སང་ཡོངས་གྲགས་ལ་བོད་སྐད་ཀྱི་དབང་དུ་བྱས་ན། གླེན་བཤེས་སྲིན་འབུ་འཁྲུགས་པའི་ནད་ཀྱི། ད་དེ་ནི། གཅིག་གིས་གཅིག་གི་ཁྲག་གི་རྒྱུན་ནི་འགུལ་འགྲོ་རྒྱུ་གི་ན་ཚ་གཙོ་བོ་གྱི་བཞག་ཤོས་ཡོད་ཨེ་མི་རེད། དེ་ཡིན་དུས། དེ་ཚོ་ཐམས་ཅད་ལ་གཟབ་གཟབ་མ་བྱས་ན། དེ་ནི། རིག་གནས་ལ་སོགས་པ་སྐད་ཆ་མང་པོ་བཤད་དགོས་རེད་དེ་རྩ་བ་ཆེན་པོ་རེད་དེ་ནི། དེ་ནི་རིག་གནས་ལ་བསམ་བློ་གཏོང་དགོས་ན་ང་ཚོ་མོས་ལ་བདེ་ཐང་གྱི་ཡོང་དགོས་རེད་མ་གཏོགས། དེ་ནས་ང་ཚོས་མི་ལ་བདེ་ཐང་གཏན་ནས་མེད་མི་རེད་གསུངས་ན་དེ་དུས་རིག་གནས་ལ་བསམ་བློ་གཏོང་ས་ཀྱི་ཡི་གེ་ཁོ་རང་གཏན་ནས་ཡོད་མ་རེད་དེ་ཡིན་དུས། རིག་གནས་ཀྱི་ཕྱོགས་ལ་བསམ་བློ་གཏོང་ན་ཡང་རེད་དེ་ནས་གཙོ་བོ་གཙོ་བོ་དེ་རང་གི་བདེ་ཐང་གི་ཕྱོགས་ལ་བསམ་བློ་གཏོང་ནས། དེ་ནས་ལྷན་སྐྱེས་སྲིན་བུ་དྲུག་གི་ནད་གཞི་ལ་སོགས་པ་དེ་ཚོ་ནི་ཤིན་ཏུ་ཚབས་ཆེན་ཡིན་དུས་དེ་ནི་ཚང་མ་གི་གཟབ་གཟབ་བཟོ་རོགས་བྱེད། དེ་ནས་རྒྱུན་དུ་དེ་ཚོ་མ་ཟད། བདེ་ཐང་ལ་གནོད་པའི་ཟས་དང་སྤྱོད་ལམ། དཔེར་ན། དེ་ནས་ཆང་རག་ཚད་མེད་པ་བཏུང་བ་ལྟ་བུ་ཡིན་ན། དེ་ནས་དེ་རིང་ཡང་བཏུང་སང་ཉིན་ཡང་བཏུང་ནས་ཉི་མ་ལྟ་བུར་བཏུང་དེ་ཡང་མང་བོ་བཏུང་དེ་འདྲ་བྱས་བསྡད་པ་ཡིན་ན། དེ་ནས་ཁྱིམ་པ་དང་གློ་བ་ལ་སོགས་པ། འབྲས་སྐྲན་ལ་སོགས་པ་གི་ནད་མང་བོ་ཅིག་ཡར་སློང་བའི་རྐྱེན་བྱེད་པ་བཤད་ཀྱི་ཡོད་པ་དང། དེའི་རྒྱུན་དུ་དེ་ནས་དུ་བ་འཐེན་ཟེར་ན་དང་ཐ་མག་འཐེན་ཟེར་ན་དེ་འདྲའི་གི་དུ་བ་འཐེན་པ་ཡིན་ན་དེ་གི་རྒྱུན་ལྡན་མང་པོ་ཞིག་འཐེན་རྒྱག་ན་གློ་བ་ལ་སོགས་པ་ལས་དེ་ནས་གནོད་ཚབས་ཆེན་པོ་ཡོད་པ་དང་འབྲས་སྐྲན་གྱི་ནད་སློང་རྒྱུ་ཡོད་པ་སོགས་ཡང་མང་པོ་བཤད་ཞུས་ཡོད་རེད་དེ་ཡང་བདེན་པ་རེད་ཡོད་རེད། དེ་ནི་དེང་སང་ཞིབ་འཇུག་གི་གྲུབ་འབྲས་དེ་ཚོ་ལ་ལྟོས་དང། འཛམ་བུ་གླིང་གི་སྒང་ལ་ལོ་གཅིག་གི་ནང་དུ་དུ་བ་ལ་བརྟེན་ནས། ཁྱིམ་ཁྱིམ་ཚང་གི་ནང་དུ་དུ་བ་འཐེན་མཁན་གཅིག་ཡོད་ན་དེའི་རྒྱུ་རྐྱེན་གྱིས་དེ་ནི་ཆུ་ནང་གི་བྱིས་པ་ཆུང་ཆུང་དེ་ཚོ་ལུས་པོ་སྲ་མ་ཟིན་གོང་ལས་དེ་ནི་དུ་བ་གི་ཤུགས་རྐྱེན་ཐེབས་སླ་བ་ཡོད་དུས་ལས་དེ་ཚོ་ལ་ནད་ཕོག་ནས་དེ་ནི་འཛམ་བུ་གླིང་གི་སྒང་ལ་ལོ་རེར་བྱིས་པ་དུས་དུ་བ་འཐེན་པའི་རྐྱེན་གྱིས་བྱིས་པ་ཁོ་རང་གི་དུ་བ་འཐེན་ལེ་མ་རེད་བལྟས་ནས་ཉེ་འཁོར་ན་དུ་བ་འཐེན་མཁན་ཡོད་པའི་རྐྱེན་གྱིས་ཤི་སོང་གི་བྱིས་པ་གི་གྲངས་འབོར་དེ་ས་ཡ་མང་པོ་ཅིག་ཡོད་ཡོད་རེད། དེའི་རྒྱུན་དུ་ཆང་རག་གི་ལྷོང་ཅན་བྱས་ནས་དེ་ལ་བརྟེན་ནས་ཚེ་སྲོག་འཕྲོག་པའི་མི་ཡི་གྲངས་ཀ་དེའང་ས་ཡ་མང་པོ་ཅིག་བཤད་འདུག་ཞུས་པ་རེད། དེ་དེ་ཚོ་ཐམས་ཅད་དངོས་ཡོད་གནས་ཚུལ་རེད་འདུག་ལ། དེ་ནི་རྒྱང་རིང་པོ་ཅིག་ལས་གོ་མྱོང་བདེ་ལེགས་ཀྱི་བཟོ་ལྟ་འདྲ་བོ་ཅིག་མ་ཡིན་པ། དེ་ནི་ཚོར་སྣང་ཞན་པོ་ཅིག་ཚོར་བ་རྣོན་པོ་ཅིག་གི་ཐོག་ནས་ང་ཚོས་གཟབ་གཟབ་བྱེད་རྒྱུ་དེ་གལ་ཆེན་པོ་རེད་འདུག་ཡོད་ལ་རེད་དྲན་ཞུས་ཡོད། དེ་ནི་དེའི་ཐོག་ནས། དེ་ནས་དང། ཆང་རག་ལྟ་བུ་དེ་ཚོགས་ཀྱི། རང་རང་སོ་སོ་གྱི་ལུས་ལ་གནོད་པ་མི་འཚལ། རང་གི་བུ་རྒྱུད་དེ་ཚོགས་ཀྱི་ལུས་ལ་ཡང་གནོད་འཚེ་ཆེན་པོ་ཡོད་པ་ཤེས་པ་ཡོད་རེད་དེ་ཡིན་དུས་དེ་ཚང་མས་དེ་ཚོགས་ལ་ཐུགས་བསམ་བསྐོ་དགོས་ཀྱི་ཡོད་ས་རེད། ད་དེ་གི་ལུས་ཀྱི་འཕྲོད་བསྟེན་གྱི་སྐོར་ལ། རྒྱུད་ཆེན་པོ་མེད་དུས་རྒྱ་ཆེན་པོ་དང་རྗེས་པོ་དེ་འདྲ་གང་ཡང་བཤད་རྒྱུ་མེད། དེ་ཙམ་ཞིག་ཡིན་ཆ་ཡོད། དེ་ནས་སེམས་ཀྱི་འཕྲོད་བསྟེན་ཟེར་ན། དེ་ནི་སེམས་ཀྱི་འཕྲོད་བསྟེན་ཞེ་སྡང་གི་ནི། དེང་སང། ཤི་བ། ཟས་ཀྱི་ཞོ་ནམ་དྲག་དང་ནང་པ་སངས་རྒྱས་པ་མ་ཡིན་པའི་བཅུད་རུག་གཞན་དག་དེ་ཚོ་ཀིའོ། དེ་ནི། སེམས་ཀྱི་ནད་བཅོས་ཐབས་ཡིན་ཟེར་ནས། སྒོམ་འབྱེད་རྒྱུད་ལ་སོགས་པ་དེ་འདྲ་ཁ་ཤས་ལྷབ་བསྡད་མཁན་དེ་འདྲ་དེ་ཚོ་ལ། ལྷབ་པའི་ཚེ་ན་སློབ་ཡོན་གླ་ཆ་ཆེན་པོ་ལེན་འདུག་མཁན་དེ་འདྲའི། མང་པོ་ཅིག་གོ་འཇོག་དགོས། ཡིན་ན་ཡང། དེ་ནི། ངའི། སེམས་ཀྱི་འཕྲོད་བསྟེན་གྱི་ཐོག་ནས་སྐད་ཆ་ཅིག་བཤད་ཁ་ཞེ་ན། དེ་ནི་ང་ཚོ། སྟོན་པ་ཤཱཀྱ་ཐུབ་པས་ནང་པ་སངས་རྒྱས་པའི། སྟོན་པ་ཤཱཀྱ་ཐུབ་པས་ལམ་སྟོན་གནང་བའི་ནང་པ་སངས་རྒྱས་པའི་ཆོས་ཀྱི་ཐོག་ནས་བཤད་རྒྱུ་དེ། ང་རང་གི་ལས་འགན་ཡང་རེད་ལ་ང་རང་གི་ཤེས་ཚོད་དེ་ཡང་དེ་རེད་མ་གཏོགས་གཞན་དག་མང་པོ་ཅིག་ངས་གང་ཡང་མི་ཤེས། དེ་ནས་དེ་མ་གཏོགས་ང་རང་གི་ངོས་ནས། དེ་འི་ལྷག་རྩེ་གཅིག་སེམས་ཀྱི་འཕྲོད་བསྟེན་གྱི་གོས་རེ་དྲན་ནས་དྲན་གི་ཡོད་མ་རེད། དེ་ནས་སེམས་ཀྱི་འཕྲོད་བསྟེན་ལ་དེ་ནས་སྟོན་པ་ཐུགས་རྗེ་ཅན་གྱིས་གསུངས་པའི། བླང་དོར་གྱི་གནས་དེ་ཚོ་ཉམས་ལེན་བྱས་པ་ཡིན་ན། དེ་ནི་དེའི་མཆོག་ཏུ་གྱུར་པ་ཁོ་ན་མ་གཏོགས་དེ་བས་ལྷག་ཅིག་ག་ཞིག་ཡོད་རེ་ཡང་དྲན་གྱི་མེད་ལ་དེ་གི་མ་འགོངས་པ་ཞིག་ཁ་བསྐང་དགོས་རེ་དྲན་གྱི་ཡོད་དྲན་གྱི་ཡང་མེད། དེ་སྟེ་ཞེས་འོང་དུས་སྟོན་པ་ཤཱཀྱ་ཐུབ་པས་ལམ་སྟོན་གནང་བའི། དཔེར་ན། བདེན་པ་བཞི་ཡི་ནང་གི་མི་རྟག་པ་དང། སྡུག་བསྔལ་བ་དང། སྟོང་པ་དང་བདག་མེད་པ་སྟེ་སྡུག་བསྔལ་བདེན་པའི་རྣམ་པ་བཞི་གསུངས་ཡོད་རེད། དེ་ཚོགས་བསྐྱངས་པ་ལ་བརྟེན་ནས་ཀྱང་དེ་ནི་སེམས་ལ་སེམས་ཁུར་མེད་རྫས་དང་སེམས་ཀྱི་བདེ་ཐང་ལ་ཕན་ཐོགས་ཡོད་པ་ད་དེ་འདྲའི་དངོས་སུ་ར་འཕྲོད་པ་དེ་འདྲའི་མང་པོ་ཡོང་གི་ཡོད་རེད། དེ་ཡང་དཔེར་ན་རང་གི་ཁྱིམ་ཚང་གཅིག་ལ་མི་ཞིག་ཆུང་ཐོར་ལྟ་བུ་མྱ་ངན་རྒྱ་ཆེན་པོ་ཞིག་འོང་བའི་སྐབས་སུ། དེ་ནི་སེམས་སྡུག་དང་སེམས་ཁུར་དེ་ཕར་སེལ་བའི་ཐབས་ལ་མི་བལྟ་བའི་དོན་དེ་ཅུང་ཟད་ཙམ་ཤེས་ནས་དེ་ལ་བསམ་བློ་བཏང་ལེ་ཡིན་ན། དེ་ནི་ད་ཚང་མ་ཡང་དེ་ནི་རང་གི་ཁྱིམ་ཚང་ལ་ད་ལྟ་མི་ལེགས་པ་འོང་བ་དེ་བཞིན་དུ་ཚང་མ་ཡང་མི་རྟག་པའི་རང་བཞིན་ཡིན་དུས་ལས་དེ་ནི་དེ་དེ་འདྲ་ཅིག་ལོས་ཡོང་བསམ་བསམ་ཅིག་གི་སེམས་ཐག་གི་ཆོད་ཉིན་མོ་དེ་ནི་སེམས་སྡུག་དེ་ཆུང་ངུ་འགྲོ་བ་ལ་ཕན་ཐོགས་ཡོད་རེད་དེ་དེ་བྱས་འོང་དུས་ལས་དེ་འདྲའི་བྱས་ནས་མི་རྟག་པ་རྐྱང་པ་ཡང་ན་སྡུག་བསྔལ་བ་དེ་འཁོར་བ་ཐམས་ཅད་སྡུག་སྡུག་བསྔལ་བ་གཅིག་མ་ལུས་སྡུག་བསྔལ་ལོ་ཞེས་གསུངས་པ་ལྟར་དུ་དེ་ནི་སྡུག་བསྔལ་བའི་རང་བཞིན་དེ་ཧ་ལམ་གྱིས་གོ་བ་ལོན་པ་ཡིན་ན། དེ་ནི་ང་ཚོ་ཕྱིར་འགྲོ་བ་རིགས་དྲུག་གི་སེམས་ཅན་ཐམས་ཅད་དང་ཞེ་དྲག་ཏུ་འགྲོ་བ་མོད་ཡང། སྡུག་བསྔལ། བཅས་དགའ་ན་འཆི་ལ་སོགས་པའི་སྡུག་བསྔལ་བཞིའམ་ཡང་ན་སྡུག་བསྔལ་གསུམའམ་ཡང་ན་སྡུག་བསྔལ་བརྒྱད་ལ་སོགས་པ་ལས་མ་འདས་པ་ཅིག། དེས་མ་གཏོགས་འགྲོ་ས་མེད་པ་ཅིག། མེ་ཡི་རང་བཞིན་ཚ་བ་ཡིན་པ་བཞིན་དུ་འཁོར་བའི་རང་བཞིན་སྡུག་བསྔལ་ཡིན་པ་ཅིག་ཤེས་འོང་དུས། དེ་ནས་རང་ལ་མི་བཞི་བྱུང་འཐོར་ལྟ་བུའམ་ཡང་ན་ནད་ན་ཚ་ལྟ་བུ་གང་འདྲ་ཅིག་བྱུང་ན་ཡང། ཁོ་འཁོར་བའི་རང་གཤིས་ཡིན་པས་འཁོར་བ་འདི་ལ་མ་ཐར་ན་ནད་འདི་ལུས་ཡང་སང་སང་ཅིག་གི་སང་ལོག་ཅིག་འཁོར་འོང་དུས། དེ་ནས་འཁོར་བ་གི་སྡུག་བསྔལ་བྱུང་བ་དེ་ལ་ཤེལ་དཀར་ནང་གཅིག་ལྟ་བུ་གི་སྡུག་བསྔལ་བྱུང་བ་དེ་ལ་དེའི་ཚེ་ཀྱི་སེམས་ཁུར་མེད་པ་ལྟ་བུ་སེམས་ཁུར་ཆུང་དུ་འགྲོ་བ་ལྟ་བུ་ལ་དེ་ནི་ཕན་ཐོགས་ཡོང་གི་ཡོད་རེད། སེམས་ཁུར་དེ་ཆུང་དུ་སོང་བ་ཡིན་ན་སེམས་ཀྱི་བདེ་ཐང་ལ་ཡང་ཕན་འདེགས་ཀྱི་ཡོད་རེད། དེ་ནི་སྟོང་པ་དང་བདག་མེད་པའི་སྐོར་ཡིན་ན་དེ་ཚོ། དེ་འདྲ་རེད་དེ་ནི་དེ་བཞིན་དུ་ཐེག་པ་ཆེན་པོ། གི་ངོས་ནས་བཤད་ན། དེ་ནི་ད་ལྟ་མི་རྟག་པ་དང་སྡུག་བསྔལ་བ་དེ་ཚོ་ཐེག་པ་ཆེན་པོ་ལ་ཡོད་པ་གཞི་བཞག་གི་ཐོག་ནས། དེའི་སྟེང་དུ་ད་དུང། དེ་ནི། ཕར་ཕྱིན་དྲུག་གི་ནང་དུ། དེ་ནི་བཟོད་པའི་ཕ་རོལ་ཏུ་ཕྱིན་པ། བཟོད་པ་ཟེར་དུས་དེ་ནི་སྡུག་བསྔལ་དང་ལེན་གྱི་བཟོད་པ། ཆུའི་རང་ངེས་སེམས་ཀྱི་བཟོད་པ་གནོད་བྱེད་ལ་ཅི་མི་སྙམ་པའི་བཟོད་པ་ཟེར་འོང་དུས་རང་ལ་སྡུག་བསྔལ་ཆེན་པོ་ཅི་འདྲ་ཅིག་བྱུང་ན་ཡང་སྡུག་བསྔལ་གྱི་ཁུར་དེ་ལེན་ཕོད་པ་ཅིག་དང་དེ་ལ་བཟོད་ནུས་པ་ཅིག་གཞན་གྱིས་རང་ལ་གནོད་པ་རང་དང་རང་གི་གཉེན་ལ་སོགས་པ་ལ་གནོད་པ་ག་འདྲ་ཅིག་བྱས་པ་ཡིན་ན་ཡང་དེ་ནི་སྡུག་བསྔལ་དེ་དང་དུ་ལེན་ཕོད་པ་ཅིག་དང་གནོད་བྱེད་དེ་ལ་སླར་མི་འཕྲོ་བ་ཅིག་གི་ཉམས་ལེན་གྱིས་ཡོང་དགོས་པར་དེ་ནི་འཕྲོ་བ་ཟེར་རྒྱུ་དེ་ཚེ་འདི་ལ་ཡང་རང་གི་ཞལ་ཞེམ་མི་མཛེས་པ་དང། ཚེ་རབས་ཕྱི་མ་ལ་ཡང་ཞལ་ཞེམ་མི་མཛེས་པ་དང། དེའི་རྐྱེན་དུ་ཚེ་ཕྱི་མ་ལ་དམྱལ་བ་ལ་འགྲོ་བའི་རྒྱུ་ཐུན་མོང་མ་ཡིན་པ་དེ་ཡང་ཞེ་སྡང་གི་ལས་བསགས་པ་ལ་བརྟེན་ནས་འབྱུང་བ། བཀའ་དང་བསྟན་བཅོས་དེ་ཚོ་ལ་གསུངས་པ་བཞིན་དུ་ཡིན་དུས། དེ་ནས་ཤོད་འཇུག་ལས་ཞེ་སྡང་ལྟ་བུ་སྡིག་པ་མེད་བཟོད་པ་ལྟ་བུའི་བཀའ་སྲོལ་མེད་དེ་བས་བཟོད་ལ་ནན་ཏན་དུ་སྣ་ཚོགས་ཚུལ་གྱིས་དགོངས་པར་བྱ་གསུངས་རྒྱུ་དེ་རེད་དུས་དེ་ནས་བཟོད་པ་དགོངས་པ་ལ་བསླབ་ན་དེས་ཀྱང་དེ་ནི་སེམས་ཀྱི་བདེ་ཐང་ལ་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད། དེ་ནི་དེ་བཞིན་དུ་ཞི་གནས་ཀྱི་ཏིང་ངེ་འཛིན། དཔེར་ན་དབུགས་འབྱུང་ངོ་བསྒོམ་པ་ལྟ་བུ། བློ་སྦྱོང་དོན་དུ་མ་ནོར་གསུངས་པ་ལྟ་བུའི་དབང་དུ་བྱས་པ་ཡིན་ན། དབུགས་དཀྱིལ་ནས་ཉི་ཤུ་རྩ་གཅིག་གི་བར་དུ་བགྲང། དེ་ནས་དེ་དཀྱིལ་ནས་ཉི་ཤུ་རྩ་གཅིག་གི་བར་དུ་ཚར་མང་བོ་བགྲང། དེ་ནས་ག་སྲིད་རྙེད་དང་དམིགས་པ་ལྟ་བུ་བྱུང་བ་ཡིན་ན་དེ་ལས་སེལ་བའི་ཆེད་དུ། ཉི་ཤུ་རྩ་གཅིག་ཉི་ཤུ་ཐམ་པ་བསྐྱོད་དགོས་སོགས་དེ་ནས་གོ་རིམ་བསྒྲོགས་ནས་བགྲང་དེ་འདྲས་བྱས་པ་ཡིན་ན་དེ་ནས་ཡང་སེམས་དེ་སྤེལ་ཚེ་ཞེ་འདྲ་བྱུང་དུས་རྙེད་དང་དམིགས་པ་ལ་ཚང་བ་ལ་ཕན་ཐོགས་ཡོད་རེད་གསུང་གི་ཡོད་རེད་འོ་ད་དེ་འདྲས་བྱས་ནས་དབུགས་འབྱུང་ངོས་བགྲང་ན་ཡང་ཆོག་གི་ཡོད་རེད་དེ་ནས་དེ། དཀའ་ལས་ཆེན་པོ་ནི་གང་ཡང་ཡོད་མ་རེད་མི་ཤེས་རྒྱུ་ནི་ཅི་ཡང་ཡོད་མ་རེད་དེ་ཡང། མདོག་དང་མཐུན་པའི་ཉམས་ལེན་ཅིག་ཡིན་དུས་ལས་འདི་ལ། དང་པོ་དབང་ཐོབ་དགོས་ཟེར་བ་ལྟ་བུ་དེ་འདྲའི་དགོས། སྒྲིག་ལམ་ཟེར་ན་འདྲ། བཀའ་དང་པོ་དེ་འདྲའི་ཡོད་མ་རེད་དེ་ཡིན་དུས། དེ་ནི་རང་གི་དབུགས་དེ་རྩིས་ལུགས་བརྗེས་ནས་དབུགས་མ་འབྱུང་བ་དང་ཡར་བསྔོས་པ་སྟེ། འབྱུང་ངོ་གཉིས་ཏེ་དཀྱིལ་དུ་བརྩིས་ནས་དེ་འདྲ་ཀའི་དངོས་པ་ནས་གྲངས་བགྲངས་ན་དངོས་པ་ཉིད་ཀྱི་རྩ་གཅིག་འབྱུང་བ་ནས་གྲངས་བགྲངས་ན་འབྱུང་བ་ཉིད་ཀྱི་རྩ་གཅིག་གི་བར་དུ་བགྲངས་ན་དེ་ནི་དེ་གའི་ཡང། ཁོང་ཁྲོ་ཆེ་བའི་སྐབས་སུ་དབུགས་བགྲངས་ན་སེལ་འགྲོ་གི་ཡོད་རེད། སེམས་སྡུག་ཆེ་བའི་སྐབས་སུ་དབུགས་འབྱུང་ངོ་བགྲངས་ན་ཡང་སེལ་འགྲོ་གི་ཡོད་རེད། དེ་ཡིན་དུས། དེས་ཀྱང་སེམས་ཀྱི་བདེ་ཐང་ལ་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད། དེ་ནི་དེའི་སྟེང་དུ། ཡང། ཕྱིར། ཐེག་པ་ཆེན་པོ་ལ་ཡང། མཚན་གྱི་བདེ་ཐང་ལ་ཕན་ཐོགས་ཡོད་པའི་གདམས་ངག་མང་པོ་ཅིག་ཡོད་རེད་བལྟས་ནས་དེ་ནས་ངས་དེ་རིང། བདག་གཞན་རྒྱལ་བའི་བྱང་ཆུབ་ཀྱི་སེམས་ཅིག་བཤད་འདོད་བྱུང་དེ་ཡང་བློ་སྦྱོང་དོན་དུ་མ་གི་ནང་དུ་གསུངས་ཡོད་རེད་དེ་ནས་ཤོད་འཇུག་གི་ནང་དུ་ཡང་གསུངས་ཡོད་རེད་སློབ་དཔོན་ཀླུ་སྒྲུབ་ཀྱི་རིན་ཆེན་ཕྲེང་བ་གི་ནང་དུ་གསུངས་ཡོད་རེད་སྟོན་པ་ཐུགས་རྗེ་ཅན་གྱི་ཐེག་པ་ཆེན་པོའི་མདོ་སྡེ་སྡེ་ཚོགས་ཀྱི་ནང་ལ་ཡང་གསུངས་ཡོད་རེད་བདག་གཞན་རྒྱལ་བ་དེ་ནས་རྒྱལ་སྟངས་དེ། དེ་ནས་བདག་གི་བདེ་བ་དང་དགེ་བ་དེ་གཞན་ལ་ཕར་ཕྱིན་གཞན་གྱི་སྡིག་པ་དང་སྡུག་བསྔལ་དེ་རང་གི་ཚུར་ལེན་སྙམ་པས་དེ་འདྲའི་གི་སྨོན་ལམ་བཏབ་དེ་འདྲའི་ལན་ལེན་འདོད་པའི་དོན་གཉེར་ཟེར་ན་འདུན་པ་ཟེར་ན་དེ་ནས་དེ་འདྲའི་གི་དོན་གཉེར་དང་འདུན་པ་བྱས་དེ་ནས་ལན་ཐོབ་པར་གྱིས་ཤག་སྙམ་དུ་དམ་བཅའ་བཟོ། དེ་ནས། ཐུབ་པར་བླ་མ་དང་དཀོན་མཆོག་གི་བྱིན་གྱིས་བརླབ་ཏུ་གསོལ་སྙམ་པ་གྱིས་གསོལ་འདེབས་བྱས་བ་དང་དེ་འདྲའི་བྱས་ནས་རང་གི་བདེ་དགེ་ཐམས་ཅད་ཡང་བག་དང་གཞན་གྱི་སྡིག་སྡུག་ཐམས་ཅད་རང་གི་ཚུལ་ལེན་པའི་ཉམས་ལེན་གཅིག་ལ། དེ་ནས་བདག་གཞན་རྒྱལ་བ་ཤིན་ཏུ་སྙིང་སྟོབས་ཆེན་པོ་གི་བྱང་ཆུབ་སེམས་དཔའ་རྣམས་ཀྱི། དེ་ནས། སྙིང་སྟོབས་ཆེན་པོ་གི་ཉམས་ལེན་གཅིག་རེད་དེ་ཡོད་རེད། ཐེག་ཆེན་ཐུན་མོང་མ་ཡིན་པའི་ཉམས་ལེན་གཅིག་ཀྱང་རེད་དེ་ཡོད་རེད། དེ་ནས་འདི་འདྲ་དེ་ནི། རང་གི་དངོས་སུ་ཉམས་སུ་ལེན་དུ་བྱུང་བ་ཡིན་ན་དེ་བསོད་ནམས་ཆེན་པོ་ཡིན་པར་བལྟ་སྨོས་ཀྱང་བསྐྱེད་དགོས། དེ་ནས་དེ་འདྲའི་དངོས་སུ་ཉམས་སུ་ལེན་རྒྱུ་ཅི་མ་བྱུང་ན་ཡང་བློ་སྦྱོང་ཅི་བྱེད་རྒྱུ་མ་བྱུང་ན་ཡང། དེ་ནས་དེའི་གོ་བ་ལོན་པ་ཙམ་དང་འདི་གི་ཚིག་དོན་སྣང་བ་ལ་ཐོས་པ་ཙམ་གྱིས་ཀྱང་བྱིན་རླབས་ཆེན་པོ་ཡོང་མཁན་གྱི་དེ་ནི་ཐེག་པ་ཆེན་པོ་ཆོས་ཀྱི་ཐེག་པ་ཆེན་པོའི་ཆོས་ཀྱི་སྙིང་པོ་ལྟ་བུ་ཞིག་ཡིན་པ། ཆོས་རྒྱལ་ས་སྐྱ་དཔལ་འབྲི་སྟག་ལ་སོགས་པས་ཡང་ནས་ཡང་དུ་གསུངས་བཞག་ཡོད་པ་རེད། དེ་ནས་རྒྱལ་སྲས་ཆེན་པོ་ཞི་བ་ལགས་ཀྱི་ཡང་སྤྱོད་འཇུག་གི་ནང་དུ་བདག་བདེ་གཞན་གྱི་སྡུག་བསྔལ་དང་ཡང་དག་རྒྱལ་བ་མ་བྱིན་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད་སོགས་གསུངས་པ་ལྟ་བུ་རེད། དེ་ནས་དེ་ཡིན་དུས། རང་གི་སྡེ་དགེ་བ་གཞན་ལ་བཏང་འདོད་ཀྱི་འདུན་པ་བྱེད། གཞན་གྱི་བདེ་སྡུག་རང་གིས་ལེན་འདོད་ཀྱི་འདུན་པ་བྱེད་ནས་སེམས་ཐོག་ལ་བློ་སྦྱང་དགོས་ཀྱི་ཡོད། དེ་ནས་ད་ལྟ་ང་ཚོ་སོ་སོའི་ཤེས་པའི་གནས་སྐབས་སུ་དངོས་སུ་གཞན་གྱི་སྡིག་པ་དེ་རང་གིས་ལེན་ཐུབ་མ་རེད། དེ་ནས་དངོས་སུ་གཞན་གྱི་སྡུག་བསྔལ་དེ་རང་གིས་ལེན་ཐུབ་མ་རེད། གཞན་གྱི་སྡུག་བསྔལ་དེ་རང་ལ་ཚུལ་ལེན་པའི་ནུས་པ་དེ་ཡོད་མ་རེད། དེ་ནས་དེ་འདྲས་ཀྱི་ག་ཚུལ་ལེན་ཐུབ་ལེན་པའི་ནུས་པ་ཡོད་ན་ཡང་དེ་ནས་དེ་འདྲ་གི་སྙིང་སྟོབས་ཆེན་པོ་དེ་ང་ཚོ་ལ་མེད་ཁ་ཤེས་ན་དེ་ནས་དངོས་སུ་ག་ཚུལ་ལེན་རྒྱག་ཁ་ཤེས་ན་དེ་ལ་འགྱོད་པ་ལ་སོགས་པའི་ཡང་བར་ཆད་ཡང་མང་པོ་ཡོད་པ་རེད། དེ་ཡིན་དུས་ཙམ་པ། ད་ལྟ་གཙོ་བོ་གཙོ་བོ་དེ་ང་ཚོས་སེམས་ཐོག་ནས་བཞག་ནས་རང་གི་སྡེ་དགེ་བར་བཏང་འདོད་བྱེད་གཞན་གྱི་སྡེ་སྡུག་ཚུལ་ལེན་འདོད་བྱེད་རྒྱུ་དེ་གཙོ་བོ་ཡིན་པ་རེད། ད་དེ་ཡིན་དུས་བློ་སྦྱོང་དོན་དུ་མ་གི་ནང་དུ། དམིགས་པ་གསལ་བའི་ཆེད་དུ་ཉམས་ལེན་བདེ་བའི་ཆེད་དུ་དབུགས་འགྲོ་འོང་དང་བསྟུན་ནས་བདག་གཞན་བརྗེ་བའི་བྱང་ཆུབ་ཀྱི་སེམས་བསྒོམ་སོང་རེད། ད་དེ་ཡིན་ན། རང་གཞན་གྱི་སྡིག་པ་དང་སྡུག་བསྔལ་ཐམས་ཅད་རང་གི་དབུ་གཙུག་རྔུབ་པ་དང་བསྟུན་ཏེ། དེ་ནས་ན་ཕུང་གི་རྣམ་པ་ཁ་དོག་ནག་པོ་གི་རྣམ་པ་ཅན་ཞིག་གི་རྣམ་པ་ཅན་ཞིག་རེག་ནས་རང་གི་སྣ་ནང་ནས་ཡང་དབུགས་དང་མཉམ་དུ་རྔུབ་བྱ་ཞིག་བསམ། དེ་འདྲའི་རྔུབ་བྱ་དེ། དེ་ནས་སེམས་ཅན་ཐམས་ཅད་ཀྱི་བདེ་སྡུག་ཐམས་ཅད་རང་ལ་ཚུད། རང་གིས་ལན་བརྒྱ་ཡོད་ལན་ཐུབ་དེས་བསམ། ཡང་དབུལ་ཕྱིར་འགྲོ་བ་དང་བསྟུན་ནས་དབུལ་ཕྱིར་འགྲོ་བའི་ཚེ་ན་རང་གི་སྡེ་བ་དང་དགེ་བ། ལེགས་པ་ཐམས་ཅད་འོད་དཀར་པོ་ཟླ་འོད་ཤར་བ་ལྟ་བུའི་རྣམ་པས་དེ་ནས་ཕར་སོང་ནས་སེམས་ཅན་ཐམས་ཅད་ལ་ཕར་ཐིམ་དེས་བསམ། དེས་ཐིམ་འགྲོ་དུས་སེམས་ཅན་ཐམས་ཅད་བདེ་དགེ་དང་ལྡན་པ་རེད་དེས་བསམ་བསམ་བྱས་ནས་དེ་ནས་བློ་བཞག། ཡང་དབུགས་རྔུབ་པའི་ཚེ་ན་བདེ་སྡུག་རང་ལ་ཚུད་འོད་ནག་པོ་གི་རྣམ་པ་སེར་ནག་དང། ཁ་དོག་ནག་པོ་གི་རྣམ་པ་ནག་བུམ་བུམ་པ་གི་རྣམ་པ་ཅིག་ཚུད་ཐིམ་ཞུགས་སང་སང་བྱེད་ཚུད་རྔུབ་བཞག་བྱེད་འོད་སང་སང་བྱེད་དབུགས་ཕར་གཏོང་དུས་བདེ་དགའི་གཏམ་གྱི་ཟླ་བའི་ཤར་བ་ལྟ་བུ་འོད་དཀར་པོ་གྱི་རས་ནས་སེམས་ཅན་དེ་ཚོ་ལ་ཕར་ཐིམ་ཞུགས་འོད་སང་སང་བྱེད། དེ་ནས་ལན་པའི་སྐོར་རན་རང་ནས་བརྩམས་སོགས་བློ་སྦྱོང་དོན་དུ་མ་རྣམས་གསུངས་ཡོད་པར་བལྟས་ནས། དེ་ནས་རང་ནས་བརྩམས་ན་ཡང་ཆོག་རེད་དེ་ནས་ཡང་ན། རང་གི་སྐྱེ་བ་ད་རེས་ཀྱི་མ་དེ་མདུན་དུ་དགོངས་ནས། དེ་ནས་དེའི་ས་ནས་དང་པོ་མགོ་བརྩམས་ས་བཟོ། དེ་ནས་རང་གི་དབུ་ཚུར་སྨུག་པའི་ཚེ་ན་མ་ཡི་སྡིག་པ་དང་སྡུག་བསྔལ་ཐམས་ཅད་རང་ལས་ཆུའི་ཁ་དོག་ནག་པོའམ་འོད་ནག་པོ་གི་རྣམ་པ་ཅན་དུ་ཚུར་ལེན་ནས་ཐིམ་བྱུང་བསམ། རང་གི་དབུགས་ཕྱིར་གཏོང་དུས་ལས་རང་གི་བདེ་བ་དང་དགེ་བ་དང་བཅས་འོད་དཀར་པོ་གི་རྣམ་པ་ཅན་རེ་ནས་དེ་ནས་མ་དེ་ལ་ཕ་ཐིན་ཐིན་སང་སང་བྱེད་དེ་ལ་བློ་ཞོག་ནས་དེ་ནས་སྐྱེ་བ་དག་རིགས་ཀྱི་ཕ་སྤུན་ལ་སོགས་པ་ནས། དང་པོ་ཤེས་སླ་བ་རྣམས་ལ་དགོངས་དེ་ནས་ཤེས་དཀའ་བ་དགྲ་བོ་དང་དེ་ནས་གནོད་བྱེད་རང་ལ་ལོག་སྒྲུབ་བྱེད་མཁན་ལ་སོགས་པ་དེ་ཚོ་ལ་དགོངས་པ་སོགས་དེ་ནས་རང་གི་ཉམས་ལེན་དེ་རང་གི་བློ་དང་བསྟུན་ནས་དང་པོ། རང་གི་རྩ་བའི་མ་མ་ས་ནས་མགོ་བརྩམས་ཏེ་རིམ་པར་སེམས་ཅན་ཐམས་ཅད་ལ་དེ་ནས་བདག་རྐྱེན་རྒྱས་པའི་དམིགས་པའི་ཉམས་ལེན་གྱི་མ་ཆག་གི་བར་དུ་དེ་འདྲ་བྱས་ནས་བློ་སྦྱངས། དེ་ཡང། ཤིན་ཏུ་འདུག་པའི་ཚེ་ན་ཡང་སྦྱངས། སྒོ་ལ་འགྲོ་བའི་ཚེ་ན། སྤྱོད་ལམ་འགྲོ་བ་དང་འདུག་པ་དང་བཟའ་བ་དང་ཉལ་བ་ལ་སོགས་པ་གནས་སྐབས་གང་ཐུབ་ཐུབ་དེ་ཚོ་ཐམས་ཅད་ཀྱི་གནས་སྐབས་སུ་གང་ཐུབ་ཐུབ་བྱས་ནས། དེ་ནས་ད་ལྟ་དབུགས་འགྲོ་འོང་དང་བསྟུན་ནས་བདག་རྐྱེན་རྒྱས་པའི་བྱང་ཆུབ་ཀྱི་སེམས་དེ་གང་དགོས་ཀྱི་ཡོད་རེད། དེ་འདྲའི་བྱས་པ་ཡིན་ན། རང་གི་སེམས་ཀྱི་བདེ་ཐང་ལ་ཡང་ཕན་ཐོགས་ཆེན་པོ་ཡོང་གི་ཡོད་རེད། དེ་ནི་དཔེར་ན། དམིགས་བསལ་དེ་ནི་སྤྱན་སྔའི་བྱང་ཆུབ་ལམ་དུ་བཞུར་བའི་སྐབས་སུ་ཡང་བློ་སྦྱོང་དོན་དུ་མ་གནང་གསུངས་ཡོད་རེད། དེ་ནི་དཔེར་ན་རང་ལ་ཁོང་ཁྲོ་ཅིག་རང་གི་རྒྱུད་ལ་ལོང་འོངས་ན། རང་གི་ཁོང་ཁྲོ་དེ་གིས། སེམས་ཅན་ཐམས་ཅད་ཀྱི་ཁོང་ཁྲོ་ཐམས་ཅད་རང་གི་ཁོང་ཁྲོ་དེའི་ཐོག་ཏུ་འདུས་པར་གྱུར་ཅིག། དེ་ལ་བརྟེན་ནས་སེམས་ཅན་ཐམས་ཅད་ཁོང་ཁྲོ་མེད་པའི་དགེ་རྩ་དང་ལྡན་པར་གྱུར་ཅིག། སེམས་ཅན་ཐམས་ཅད་ཀྱི་ཁོང་ཁྲོ་སེལ་བའི་སྒོ་དེ་བདག་གི་རྒྱུད་ཀྱི་ཁོང་ཁྲོ་འདི་ཡིས་ཆོད་པར་གྱུར་ཅིག་བསམས་ནས། དེ་ནས་སྙིང་ཐག་པ་ནས་བསྒོམས་ན། དེ་ནས་ད་ལྟ་ཁོང་ཁྲོ་དེ་ཉིད་རང་རྒྱུད་ཀྱི་ཁོང་ཁྲོ་དེ་ཉིད་བྱང་ཆུབ་ཀྱི་ལམ་དུ་གཟུར་དུ་འགྲོ་བ་མི་འཚལ། ཁོང་ཁྲོ་དེའང་རང་ཡིར་འགྲོ་དགོས་པ་རེད། དེའི་རྐྱེན་དུ་རང་ལ་འདོད་ཆགས་སྐྱེ་བ་ཕྲག་དོག་སྐྱེ་བ། དེའི་རྐྱེན་དུ་རང་ལ་སེམས་ལ་སྡུག་བསྔལ་ཆེན་པོ་ཡོད་པ། དེ་ནི་དཔལ་འབྱོར་འཕེན་ཁུར་འདི་ཆེན་པོ་ཡོད་པ་ལ་སོགས་པའི་སྐབས་སུ། དེ་ནི་སེམས་ཅན་ཐམས་ཅད་ཀྱི་དཔལ་འབྱོར་གྱི་གྱོང་གུད་ཕོག་པའི་སེམས་ཁུར་ཐམས་ཅད་བདག་གི་སེམས་ཁུར་འདི་ལ་འདུས་པར་གྱུར་ཅིང་སེམས་ཅན་ཐམས་ཅད་སེམས་འཁོར་མེད་པའི་བདེ་བ་དང་ལྡན་པར་གྱུར་ཅིག། བདག་གི་སེམས་འཁོར་འདོད་པའི་སེམས་ཅན་ཐམས་ཅད་ཀྱི་སེམས་འཁོར་བོགས་ཀྱི་གོ་དེ་སེམས་ཀྱི་འཁོར་བོགས་ཀྱི་གོ་དེ་མཆོད་པར་གྱུར་ཅིག་བསམས་ནས་དེ་ནས་བསྒོམ་པ་སོགས་མདོར་ན་རང་ལ་མི་ལེགས་པ་སྐྱེ་བྱུང་ན་ད་དུང་དེའི་སྟེང་དུ་སེམས་ཅན་ཐམས་ཅད་ཀྱི་དེ་དང་དེ་འདྲ་བའི་རིགས་ཅན་གྱི་མི་ལེགས་པ་ཐམས་ཅད་དེས་མཚོན་ནས་སེམས་ཅན་གཞན་གྱི་མི་ལེགས་པ་ཐམས་ཅད་ཚུལ་རང་གི་མི་ལེགས་པ་དེའི་ཐོག་ཏུ་བླངས། དེ་ནས་སེམས་ཅན་ཐམས་ཅད་ཀྱི་མི་ལེགས་པ་དེའི་ཐོག་ཏུ་སྤུངས་ནས་སེམས་ཅན་ཐམས་ཅད་ལ་མི་ལེགས་པ་མི་དགའ་བ་མི་སྐྱིད་པ་མི་བདེ་བ་དེ་འདྲ་བ་མེད་པར་ཤོག་ཅིག་བསམ་གསུངས་ཡིན་ན། དེ་ནས་རང་གི་མི་བདེ་བ་དང་སྡུག་བསྔལ་དེ་ཉིད་བྱང་ཆུབ་ཀྱི་ལམ་དུ་གཞོལ་བ་ཙམ་དུ་མི་འཚལ། དེ་ནས་སེམས་ལ་དེ་ནས་སྡུག་བསྔལ་ཆེན་པོ་དེ་ཡང་དེ་མ་ཐག་ཏུ་ཕངས་མེད་མི་རེད་ནས་སེལ་འགྲོ་གི་ཡོད་རེད་དེ་ཡིན་དུས་སེམས་ཀྱི་བདེ་ཐང་ལ་ཕན་ཐོགས་ཆེན་པོ་ཅིག་ཡོང་གི་ཡོད་རེད་དྲན་གི་ཡོད་རེད། དེ་ནས་ད་དུང་གྱི་ནད་དང་ལྷག་མཐོང་གི་ཏིང་ངེ་འཛིན་ལ་བརྟེན་ནས་ཟད་ཐབས་སོགས་མང་པོ་ཡོད་རེད་བལྟས་ནས། དེ་ནས། སྤྱིར་བཏང་གི། དུས་ཚོད་རིང་པོ་མ་ཡིན་པ། དེ་ནས། སྐར་མ་བཅོ་ལྔ། སྐྱོ་བཅོ་ལྔ་ཉི་ཤུ། དེ་ཙམ་ཞིག། སྐྱེས་ན་གསུངས་འདུག་དེ་ཡིན་དུས། དེ་ནས་དེ་རིང་གི། འཕྲོད་བསྟེན་གྱི་སྐོར། གང་དྲན་སྐྱོ་དྲུད་མོ་དྲུད་ཅིག་བཤད་ཟིན་པ་ཡིན་མཚམས་འདི་ནས་ཡག་བྱོས་ཡིན། དེ་ནས། ཐུགས་རྗེ་ཆེ།